ཆུ་འཐུང་ས་སྐབས་ལ་ཨོ་ར་ང་ཚོ་ཕོ་བ་འདི་ན་ལ་ཆུ་གང་གང་བླུག་རེད་ལ། ད་དེ་ནས་ཤི་ལོ་ནི་སེར་ཉ་ཆི་ཉོར་བ་དེ་བླུག་དེ་ག་སུ་ཆུ་ཤུ་ལོ་ཐོན་རེད་ལ། ད་ཚེ་རིང་བ་གི་དྲི་བ་ལ་ཆུ་ཤུ་ལོ་ཐོན་གི་མ་རེད་ལ་ཨོ་ར་ཡིན་ན་ཁོ་རང་གི་ལ་ལས་ལྟ་ནས་འདི་ཆི་དེ་ག་སུ་ཆུ་ཤུ་ལོ་ཐོན་རེད་ལ། ད་ཁོ་དཔེ་ཀློང་ས་རེད། ད་ཚེ་རིང་བ་དེ་ཁོ་མགོ་སྐོར་བཏང་ས་དེ་རིང་དྲི་བ་དྲི་ནས་ང་ཚོ་མགོ་སྐོར་བཏང་ཡ་ག་རེ་བྱེད་ནི་རེད་ལ་ནི་ཡ། དཔེ་མང་པོ་ད་ཀློང་ས་ར་བ། ཉི་མ་གཉིས་པ་དེ་འགྲོ་དེ་ག་སུ་ཁོ་ཚེ་རིང་བ་ལ་ལ་ད།

དེ་དང་འབྲེལ་བ་ཤུགས་ཆེན་པོ་དང་སོ་སོ་གིས་དངོས་གནས་ཚུར་ཕོ་ཉོན་དུ་མ་ཤེས་ནས་མི་གཞན་པ་ལ་ཅི་སྤོ་འདི་འདྲ་བཏང་ནས་ཡོང་དགོས་མ་རོ་བ་དེ་ཅི་ཙང་ང་ཚོ་གིས་མི་གཞན་པ་གི་ལག་ན་ཅུག་སོ་སོ་གཉིས་སུ་འགྲོ་ནས་བཀྲ་ཤིས་ཡག་པོ་འདུག་མི་འདུག་སོ་སོ་གི་ཚེ་ཐག་ཆད་ཁོ་ཉོན་དང་ཤི་ཨ་ཁོ་ཉོན་དང་སྐད་ཆ་བཤད་ཨ་ཁོ་གི་གཤིས་ཀ་དེ་ག་འདྲ་ཡིན་མིན་སོ་སོ་ཧ་གོ་རོ་བ་ཨ་ནི་ཤི་ནས་མི་ཡག་པོ་འདུག་མི་འདུག་ལས་ཅོ་རོ་བ་དེ་ཤི་ནས་སྐད་ཆ་དེ་ལས་གོ་རོ་བ། ད་ང་ཚོ་ཡང་འདི་ལེགས་ར། ཨོ། དེ་མ་འགྲོ་མི་ཤེས་ས་ཆ་ཡག་པོ་མི་འདུག་ད་ལེགས་ར་མི་གཅིག་གིས། ད་མི་གཅིག་ལ་འདི་ག་ས་ང་ཚོ་སླེབས་པ་ན་ལ་གནས་ཤོད་སྤྲད་ས་རེད། ཨོ། ད་མི་གཞན་པ་གཅིག་ལེགས་ར། ཨོ། ཁོ་གི་ལ་ས་ད་ཡག་པོ་མི་འདུག་ལ་ས་ལ་ནི་དེ་ང་ཚོ་སེམས་པ་ན་སླེབས་ཚར་བ། དེ་གཅིག་ག་སོ་སོ་སྒྲོལ་ནས་སོ་སོ་ཡག་པོ་འདུག་མི་འདུག་སོ་སོ་གི་དེ་བཅད་མ་ཐག་ནས་མི་གཞན་པ་གི་ལ་ཡ་དེ་ལ་ས་ད་ཡག་པོ་ཡོད་མ་རེད་ཤག་ཤག། ཨོ། ཁོ་གི་ལ་ས་ལེགས་ར། དེ་མས་བྱས་སོ་སོ་དངོས། འགྲོ་ནས་སོ་སོ་གཉིས་སུ་ད་ཉོ་ཚོམ་ལ་འོ་ར་འཚོ་བ་ད་ད་ཉོམ་ཉོམ་ས་ནས་ཤི་ནས་ཡག་པོ་འདུག་འདུག་ཅག་ལས་ཞུ་ར་ཚིག་འདི་འདྲའི་སྒྲོག་ཅིག་ཡོང་གི་རེད་བསམ་གི་འདུག་རོ། ད་ང་ཚོ་ཤི་ཚོང་ནང་དཔེ་མང་པོ་ལེགས་གོ། ད་ང་ཚོ་གྲོགས་པོ་གྲོགས་མོ་ཡིན་ན་འདྲ་སྤྱི་ཚོགས་ནང་ལོ་ཡིན་ན་འདྲ་ལས་ཀ་ལས་ས་ལས་ཁང་ཡིན་ན་འདྲ་དེ་ནང་ལོ་ལ་མི་གཅིག་ཡག་པོ་མི་འདུག་ལ་ཡིན་ད། མི་གཅིག་ཡག་པོ་མི་འདུག་ལ་གཅིག་མི་འདུག་ལ་ཚ་ན་གཞན་པ་དེ་ཚོ་ཡིན་ན་ལྟ་སྟངས་དེ་ག་རེད། ཨོ། མོ་ཡག་པོ་ཡོད་མ་རེད་ལས་ཅིག་ཀླད་པ་ན་ང་ཚོའི་ཀླད་པ་དེ་ག་རེ་མིག་གི་འབྲི་བ་སྟངས་ཆུ་ཆུ་ར་ཅིག་བྱེད་ནས་ཀླད་ཚ་རེད། དེ་ཡིན་དེ་ག་ཆ་མི་དེ་མཐོང་དེ་ག་ཨོ་ཁོ་ཡག་པོ་ཡོད་མ་རེད་ད་སང་སང་ཅིག་འཚོ་བ་ཀླད་ཚ་རོ་དེ་མ་ཡིན་པ། ཨོ་ཁོ་ཡག་པོ་ཡག་པོ་ཡོད་མ་རེད་ལས་སོ་ལས་སོ་ཡིན་ནས་ཡ་སོ་སོ་སྨྱོན་ད་ཤི་ནས་སོ་སོ་སྨྱོན་ད་ཁོ་སྨྱོན་ད། ལྟ་གར་ལས་ཀ་བྱས་ནས་སོ་སོ་ཁོ་སྙོམས་དང་སྐད་ཆ་བཤད་ནས་ཨ་ནི་ཁོ་ཡག་པོ་འདུག་མི་འདུག་ལས་བྱུར་བ་འོ་ཨ་འདྲི་བྱེད་བྱེད་པས་ན་ངས་མི་ཡག་དང་མི་འདུག་ལས་བྱུར་བ་མ་བཤད་ནས་མི་ཡག་དང་མི་འདུག་ལ་ནས་དབྱེ་བ་བྱས་ཏེ་སོ་སོ་དགའ་མི་དགའ་བྱས་ནས་ཞེ་བོར་བ་ཁོ་ཡག་པོ་ཡོད་རེད་ལ་ཟེར་ན་སོ་སོ་དགའ་ཡ་ཚང་མ་སོ་སོ་དགའ་ས་མིན་ཚང་མ་ཡག་པོ་རེད་སོ་སོ་སྣང་མ་འདྲ་ས་དང་སོ་སོ་གི་ཅི་མ་བྱས་ཚང་མ་ད་མི་ཡག་པོ་ཆགས་འོང་བ་རེད་སོ་སོ་གི་ལས་ཀ་ག་ཚད་ཡག་པོ་བྱས་ན་སྣང་མ་འགྲོ་ཁེ་བྱས་ན་ཆོག་ག་དེས་ན་ལ།